བཙུན་མའི་དགོན་པ་ཆེ་དེའི་ནང་ལོགས་ལ་ཡང་ཨ་ནེ་བཙུན་མ་རྣམ་པ་ཚོ་ལ་ཡང་དཔེ་ཁྲིད་ནང་བཞིན་བཞུགས་འདུག་ཡོད་རེད། སྤྱིར་བཏང། དགེ་བཤེས་ལགས་ཁོ་རང། དེ་གའི་དཔེ་ཁྲིད་ནང་དཔེ་ཁྲིད་གནང་པ་ཙམ་དུ་མ་ཟད་པའི་ཨེན་ཕྱིས་སུ་དགེ་བཤེས་མ་དེ་ཚོ་ཐོན་པའི་སྐབས་ལ་ཡིན་ན་ཡང་དགེ་བཤེས་མ་དང་པོ་ཐོན་པའི་སྐབས་ལ་ཡིན་ན་ཡང་དཔེ་ཁྲིད་གནང་མཁན་རབས་གཙོ་བོ་ཀྱང་ཁོ་རང་བྱས་བྱས་གང་ལྟར།

རྩེད་འབུད་ཀྱི་གྲས་ཆགས་རེ་ཡོང་རེད། ལྷག་པར་དུ་ད་ཁོང་གིས་བཀའ་བསྟན་རྒྱུ་རེ་ད་ནང་བཞིན་གྱི་ད་ཅི་དགེ་འདུན་པའི་གི་ཡིག་ཚད་ཙམ་དུ་མ་ཟད་པའི་གི་བོད་ཀྱི་ད་ཅི་ཆོས་བརྒྱུད་ཆེན་པོ་བཞི་དང། ཇོ་ནང་དང་བཅས་པའི་གཞུང་མང་པོ་བཞི་བ་ཅིག་དཔེ་ཆ་མང་པོ་བཞི་བ་ཅིག་བསླེབས་ནས།

ད། གཟིགས་རྒྱ་ཆེན་པོ་ཞུ་རྒྱུ་རེད། ད་འདི་དང་ངེད་ངེད། ང་རང་ངོ་ཞེས་པ་དགེ་བཤེས་ད་མང་པོ་ཞུ་གི་ཡོད། དེ་ཡིན་ན་ཡང་ད་དགེ་བཤེས་ཚང་མ་ད། ལྷ་རམས་ཐོན་རྫས་ཚང་མ་ད་ངེད་ངོ་ཞིག་མ་རེད་བ་ད་ཡིན་ན་ཡང། ང་རང་གི་ཤེས་པ་དེ་ཚོའི་ནང་དུ་བལྟས་པ་ཡིན་མིན་ན་དགེ་བཤེས་ལ་ཅིག་གཟིགས་རྒྱ་ཆེ་ཤོས་གྲས་ལ་མཐོང་རྒྱ་ཆེ་ཤོས་གྲས་ལ། ལེགས་ཡོད་རེད་བསམ་གྱི་མི་འདུག། ད་ནང་བཞིན་ང་རང་གིས་ནམ་རྒྱུན་ནས་འདི་འདྲ་དྲན་གྱི་ཡོད། ད་དགེ་བཤེས་ལགས་འདི་ཅིག་གར་ཞོག་ཐབས་སྐྱོར་ཅིག་ལས་བོད་སྐད་དེ་མ་གཏོགས་ཀྱི་གཞན་དག་ཅིག་ཤེས་ཀྱི་མེད་པ་དེ་ཅིག་ཐབས་སྐྱོ་བོ་རུ་ཆགས་འདུག་གལ་སྲིད་ཁོང་གིས་ཀྱི་གཞན་དག་དཔེར་ན་དབྱིན་ཇིའི་སོར་བུ་རྒྱ་སྐད་སོར་ཏེལ་ཅིག་ཤེས་ཀྱི་ཡོད་པ་ཡིན་ན་མཁྱེན་གྱི་ཡོད་པ་ཡིན་ན་ད་ལམ་སང་ཅིག་ཕྱི་རྒྱལ་གྱི་ད་ཅིག University བསླབ་གྲྭ་ཆེན་མོ་དེ་ཚོའི་ནང་ལོགས་ལ་ཡང་གདན་འདྲེན་ཞུས་བྱས

སྐུ་ངལ་འཕྲད་ཡོད་རེད་མ་གཏོགས་གཞན་ཁོང་གི་དབྱིན་ཇི་གསོལ་བ་ཅིག་རྒྱ་སྐད་གསོལ་བ་ཅིག་མཁྱེན་ཉེན་ཡོད་པ་ཡིན་ན་ད། དངོས་གནས་དྲ་གནས་ཅིག་ཚན་རིག་པ་དེ་ཚོའི་ལྟ་བའི་བགྲོ་གླིང་གནང་ཐུབ་ཡག་འགྲོ་བ་ཅིག་དང་དེ་ནས་ཅིག་ག་རེ་དེ་ཚོའི་ཐོག་ལ་ཡང་རྣམ་དཔྱོད་ཕུལ་དུ་བྱུང་བ་ཡོད་དེ་ངས་ཅིག་དེ་འདྲ་ཞིག་རེད་ཐིང་ཅིག་ཡང་ང་དང་དགེ་བཤེས་ལ་མཉམ་དུ་མི་ག་ལྡི་ལི་ལ་ཡང་ཨ་མི་རི་ཀའི་དགེ་དེ་ཞོར་རེད་གཞུང་ཚབ་ཀྱི་བསླབ་གྲྭ་ཞོར་དེའི་ནང་རོགས་ལ་ཁྱོད་དགེ་རྒན་དེ་ཚོ་མཉམ་དུ།

ཅིག་བསམ་བློ་གཏོང་སྟངས་དེ་ཅིག་དེ་འདྲ་ཅིག་མ་བཅོས་པ་ཡོད་པ་ཡིན་དུས་བསམ་དེ་ལ་བརྟེན་ནས་ཁོ་རང་ཅིག་མི་གཞི་བརྟན་པོ་རུ་ཅིག་འགྱུར་བ་མེད་པ་ཅིག་དང་ན་ཅིག་ཁོ་རང་ཐུགས་སེམས་ཆུང་ཆུང་རེ་ཅིག་རེད་ཐུགས་སེམས་ཁ་ཆུང་ཆུང་བྱས་ཨ་ནི་ཁར་ཁར་འདུག་བྱས་ག་ཤོར་ཅིག་མི་གཞན་དག་གི་ཅིག་དྲང་པོ་མ་ཡིན་པའི་གནས་ཚུལ་རུ་དེ་འདྲ་བཤད་པ་ཡིན་ན་ལམ་སང་ཅིག་ཁོ་རང་སེམས་མི་ཚུགས་མཁན་ལམ་སང་ཅིག་སྲུང་དགོས་ཉེན་དེ་འདྲ་ཅིག་རེད་དེ་འདྲ་ཡིན་དུས་བསམ་ད་ཁོང། དྲ་རྒྱ་དེ་ཚོའི་བརྒྱུད་ཡང་ཡང་གཅིག་དེ་བ Social Media གསང་བར་བའི་སྤྱི་ཚོགས་དྲ་ལམ་དེ་ཚོའི་བརྒྱུད་གཅིག་མི་མང་པོ་ལ་ཡང་རྩོད་པ་རྒྱག་མྱོང་ཡོད་ཨ་རེད། ཕ་གཅིག་ཁོང་གི་རྩོད་པ་རྒྱག་མ་མྱོང་བ་དེ་འདྲའི་གི་ད་ཅི་བོད་ཕྱི་ནང་གི་ཏོག་སྐད་གྲགས་ཡོད་བསྡད་པ་དེ་འདྲའི་གི་མི་ཕ་གཅིག་ལྷག་ཡོད་ས་མེད་བསམ་བསམ་བཞིན། ག་ག་དུས་ཡིན་ནས་གཅིག་རྩོད་པ་དེ་ཚོར་གཅིག་སྐྱོན་བྱས་གཅིག་གར་ཤོག་ད་ཁོ་རང་ཆོས་རྗེ་ནི་བསམ་པ་བསམ་པ་རྣག་པོ་གས་ཡོད་མ་རེད་བསམ་པ་རྣག་པོ་གཙང་བ་ཉིད་ནས་ཡོད་མ་རེད་བསམ་ངན་ཅག་འདི་འདྲས་ཅིག་མི་གཞན་དག་དེ་ཅིག་ནག་པོ་བཟོ་ཡག་དང། ཨ་ནི་ཅིག་མི་གཞན་དག་དེ་ལ་ཡག་མི་གཞན་དག་ལ་ཡག་ཅིག་ཀུན་སློང་ངན་པ་ཁེར་འདི་འདྲས་བྱས་ཡག་འདི་འདྲས་ཅིག་ཡོད་མ་རེད། ད་ཡིན་ནས་ཁོ་ཁ་ཐུག་ཁ་ཐུག་ལ་ཡག་མི་གཞན་དག་ཅིག་ལབ་དུས་དེ། ཅིག། སྣང་བ་ལ་མ་གྲོལ་བར་ཅིག་དང་དག་ན་བཞིན་ཅིག། རིག་པ་དང་མི་མཐུན་པ་རྒྱུ་མཚན་དང་མི་མཐུན་པར་འདུག་བསམ་ན་སྔོན་ལམ་སངས་ཀྱི་གསུང་དེ་ཉིད་རེད། མ་དང་སེམས་པ་སེམས་པ་སྣ་བུག་ཚང་ནས་ཡོང་བ་ད་ཡིན་ནས་མཚམས་མཚམས་ངས་གོང་བཞུགས་བས་དག་གིས་ཤེས་ལགས་ད། ཞེ་རག་ཞེ་རག་སྨོན་གསུང་མ་གཏོགས་ཅིག་གི་ཚང་མ་ལོག་པའི་འདྲ་ཆགས་ནོར་ས་རེད་ད་ཅེས་ཅེས་མཚམས་མཚམས་རྩེད་མོ་རྩེ་ཅིག་བཞུགས་ཀྱི་ཡོད། གང་ལྟར་ཡང་ཁོང་དེ་འདྲི་ཅིག་གི་ད་ག་ད་ར། གཤིས་ཀ་དེ་དྲང་པོ་དྲང་ཤག

རྒྱུ་མ་ལ་ཡང་སྐྲན་ནད་ཀྱི་ན་བཟའ་དེ་འདྲ་ཅིག་ལྟ་གློ་བུར་དུ་ཕོག་ནས་དེ་དུས་སྔོ་མ་ཧ་གོ་ཡང་ནང་སྨན་ཁང་ནང་བརྟག་དཔྱད་བྱེད་དུས་ཨེ་དེ་ག་འདྲ་ཞིག་ཆགས་པ་ཡིན་ན་དེ་ཧ་གོ་མི་འདུག་ངས་རྗེས་ལ་ཡང་ཁོང་ལབ་ཡིན་སྤྱི་སྟངས་ཁོང་ཞལ་ལག་མཆོད་པའི་སྐབས་ལ་ཡང་ཅིག་ཡར་ཆུ་སྔ་མོར་དེ་འདྲ་ཡར་སྐྱུག་ཡོང་ཡང་རེད་པ་དེ་འདྲ་ཅིག་གི་སྐུ་ངལ་བྱུང་ཡང་རེད། ད་དེ་ང་ཚོའི་མགོ་སྟོད་དུ་བ་ཅིག་ཕོ་ཁ་ཡག་པོ་མེད་སར་དེའི་རེད་བྱེད་བྱེད་ལབ་དེ་འདྲ་རེད་བྱས་པ་རེད་ད་རྗེས་མར་བྱེད་དུས་སང་ནི།

གང་ལྟར་དེ་འདྲའི་རི་ལྷོད་ཡངས་རུ་ཤོར་རྗེས་མཐའ་མ་དེར་རྒྱུ་མེད་ཀྱི་སྐྲན་ནད་ཉུང་ཞིག་ཕོག། དེ་འདྲས་བྱས་པ་རེད། ད་དེ་ཚོ་ལས་སྨན་བཅོས་བྱ་དེ་ཚོ་ད་ག་ལ། ཅིག་ག་ཚད་ཐུབ་ཐུབ་ཀྱིས་ཅིག་ག་ཧྲུལ་བའི་སྨན་བཅོས་དེ་ཚོ། ཞུས་པ་རེད། ཡིན་ནའང་མཐའ་མ་མཐའ་མ་དེ་ལ་ཡང། ཨ་རི་གོང་པོ་རྫོང་ཡག་གི་སྐད་འདྲ་བོ་དེ། ད་རྒྱུ་མེད་ཀྱི་སྐྲན་ནད་རང་ཡིན་ས་མ་རེད་ད་གང་ལྟར་རྒྱུ་མེད་ཀྱི་སྐྲན་ནད། ཡོད་ས་དེ་ལ་རྒྱུ་མ་བརྡོལ་བྱས། དེ་འདྲས་ཀྱི་རྐྱེན་ལ་བརྟེན་བྱས་ནས་ཨ་ནི་སྐུ་གཟུགས་ལ་ཡང་བརྙན་ཁ་བརྒྱབ། ད་སྐུ་གཟུགས་ལ་བརྙན་ཁ་བརྒྱབ་ཡོད་དུས་ས་ནམ་རྒྱུན་འགྲུབ་ཅིག་ཅི་ཐང་མི་འགྲུབ་ཅིག་ཡིན་ན་རྒྱུ་མ་བརྡོལ་དེ་འདྲས་བྱས་པ་ཡིན་ན་ལམ་སང་ཤར་ཆོས་བཏང་དགོས་ལབ་ཀི་འདུག་ག། ད་ཡིན་ནའི་དགེ་བཤེས་ལགས་ཁོང་ད་རྒྱུ་མ་བརྡོལ་ས་དེ་སྐྲན་ནད་ཕོག་ས་དག་རང་ཆགས་དེ་ཡོད་དུས་ས་ནི་ཤར་ཆོས་རྩ་བ་ཉིད་ནས་བཏང་ཡང་ཡོང་བ་མ་རེད། ད་ཨེམ་ཆི་དེ་འདྲས་མང་པོ་ལ་ཡང་སྐད་ཆ་དྲིས་དེ་འདྲས་བྱས་ཡོད་དུས་ཤར་ཆོས་བཏང་ཡང་ཡོང་བ་མ་རེད། ཤར་ཆོས་བཏང་པ་ཡིན་ན།

ཡོངས་སུ་རྫོགས་པ་རབ་ལ་ཡང་ཕན་ཐོགས་ཡོང་ཐུག་ཡ་ཅིག་བྱ་བསྡད་ཀྱི་འདུག་ཁོ་རང་ལ་དེ་ལྷག་བསམ་ཡོད་རེད་སེམས་ཤུགས་ཡོད་རེད། ད་དུང་ཡིན་ནའི་མུ་མཐུད་ནས་ཅིག་བསྟན་པ་དང་འགྲོ་བ་ལ་ཅིག་ཞབས་ཕྱི་ཞུ་ཡ་གི་དེ་འདྲའི་དགོངས་བཞེད་ཡོད་རེད། ད་དེ་ཡིན་པ་ཡིན་ནའི་ཡང་ད་ཁོ་རང་གར་ཞུགས་ལ་ཅིག་སྔོན་གྱི་ལས་ཟེར་ན་འདྲ་ཡ་འདུག་ད་དེ་འདྲའི་གི་རྐྱེན་ལ་བརྟེན་བྱས་ནས་མུ་མཐུད་ནས་ཞུགས་ཐུབ་མ་སོང།

གནས་ཚུལ་མང་པོ་ཞིབ་ཅེས་ཡིན་འདུག་ག་ནས་འགོ་བཙུགས་དགོས་ཡོད་ད། ག་འདྲ་བྱེད་དགོས་ཡོད་ཧ་ཡག་གོ་མི་འདུག་དེ་ནས་ནུས་སམ་ད་ངས་ངག་ཐོག་ནས་ཕ། སོ་སོས་གང་དྲན་དྲན་ནུས་པ་ཅིག་ཕ་ཐོས་བྱུང་གི་ཚུལ་དུ་ཞུས་པ་ཡིན། ད་གཙོ་བོ་དེ་དགེ་བཤེས་ལགས་ཀྱིས་ད་ཆོས་གྲོགས་མང་པོ་ཞུས་ཡོད་བ་རེད། བླ་མ་གཅིག་པའི་ཆོས་གྲོགས་གྲྭ་ཚང་གཅིག་པའི་ཆོས་གྲོགས།

ཐུགས་གསོས་ཞུ་ཡག་དང་ལྷག་པར་དུ་དགེ་བཤེས་ལགས་ཀྱི་སྐུ་མཆད་རེད་ད་ཅིག་ཆོས་གྲོགས་སེམས་ཐག་ཉེ་བོ་ཡོད་པའི་ཅིག་ཆོས་གྲོགས་རྣམ་པ་ལྷན་རྒྱས་ལ་ཡང་འདི་བརྒྱུད་བྱས་ནས་དྲན་ཐུགས་གསོའི་ཚུལ་དུ་འདི་ངས་ཚིག་ཁ་ཤས་ཞིག་ཏུ་ཞུགས་པ་དགེ་མཚན་རུ་འདུག་ཟིན་ཚང་མ་ལོ་ད་དོན་དེ་ཚང་མ་ལོ་ད་ག་ཤོ་བས་ད་ཅིག་དགེ་བཤེས་ལགས་ཁོ་རང་གི།

ཐུགས་བསམ་གནང་རོགས་གནང་ཟེར་ཨ་ནི་དུས་ནས་དུས་སུ་ཨ་ནི་ད་ཅིག་བདག་ཅེས་གནང་ཨ་ར་དེ་དེ་དེ་ལ་ཡང་ཐུགས་སྣང་གནང་རོགས་གནང་ཟེར་ང་ཚོ་བོད་པའི་ལུགས་སྲོལ་དེ་ལ་ཅིག་ཨ་ར་ཨུ་རུ་སུ་བྱས་ཅིག་ན་ཚར་ཅིག་མ་བཏང་བར་དུ་ཨ་ནི་ན་ཚ་མེད་ནང་ཤར་འདི་འདུག་ཨ་དེ་འདྲས་རེད་མི་འདུག་ན་ཚ་ཟེར་ཡང་དེ་ཨ་ར་ཨུ་རུ་སུ་ཡང་ཆགས་ཚར་ཆགས་ཚར་བའི་སྐབས་ལ